རྒྱ་གར་ཡུལ་མིའི་གོམས་གཤིས་ལ་བརྩི་སྲུང་དང་མཐུན་ལམ་དམ་འཛིན་བྱེད་དགོས་པའི་སྐོར། ཀློང་བཤེར་དོ་སྣང་བྱེད་དགོས་སྐོར་དེ་གོང་སྐད་ཆ་བྱུང་པ་ལྟར་ཚང་མས་དོ་སྣང་བྱེད་བཞིན་ཡིན་ཡང། ད་དུང་གླེང་ཁ་མེད་དམ་སྙམ་འདུག་ང་ཚོ་རྒྱ་གར་གྱི་མངའ་སྡེ་ཞིག་ནང་བསྡད་ཡོད། ཡུལ་མི་ཚོས། ལྷའི་རུག་ལྟ་བུ་དད་པ་དང་བརྩོན་འགྲུས་ཞེས་པ་དེ་ཀུན་གསུམ་ཞུས་ན། དེ་ནི་ཉེན་ཁ་ཆེན་པོ་ཡིན། ཚོགས་མིའི་ཟབ་གསལ་ཞིག་ན་མ་གཏོགས་དེ་འདྲའི་གླེང་ག་ལྷག་ན། དེ་ནི་མི་རེ་ཟུང་གི་གནོད་འཚེ་མིན་པར་མི་རིགས་སོ་སོའི་ཆོས་དང་རིག་རུས་ཤང་གི་འབྲེལ་བ་ཡོད་པའི་རྩ་དོན་ཞིག་ཡིན་སྟབས་རྒྱལ་སྤྱིའི་མི་མང་དང་འགལ་ཟླ་འགྲོ་རྒྱུའི་ཉེན་ཁ་ཡོད། དེ་བཞིན་མངའ་སྡེ་འདིའི་ནང་ཁྱོན་གྱི་ལག་ལེན་མི་ཆོག་པ་ཡིན་སྟབས་བུ་མོ་ཚོ་རང་ཡུལ་དང་བྲལ་བའི་སེམས་སྐྱོ་བོའི་ངང་ཚ་བའི་ནང་ལས་ཀ་བྱེད་དགོས་པར་རང་འགུལ་སྐོམ་ཤོང་ཕྲན་བུ་བེད་སྤྱོད་མི་བྱ་ཐུ་མེད་དུ་བྱུང་ན་མ་གཏོགས། སྔོན་སོར་དོ་བོའི་བེད་སྤྱོད་དང་གཞན་ལ་སྦྱིན་པ། འཚོང་བ། ལྷག་པར་དུ་རྒྱ་གར་ཡུལ་མི་ཚོ་རྒྱུན་འཚོང་སོགས་བྱེད་ན། སྐྱོན་ཆེན་ཡིན་པས་ཡིད་གཟབ་བྱེད་དགོས། ཡོ་ཆུ་བཏང་ན་ཡུལ་ཁྲིམས་ཁ་རུ་ཞེས་པ་ལྟར་གང་གི་གནས་ཚུལ་དེ་ཚོ་རྒྱ་གར་གྱི་ཡུལ་སྲོལ་ཡིན་པས་ང་ཚོས་བརྩི་བཀུར་བྱེད་དགོས་པ་ལས་ང་ཚོ་བོད་མི་ཡིན་པས་བརྩི་མི་དགོས་བ་བསམ་ན་ནོར་འཁྲུལ་རེད། རྒྱ་གར་ཡུལ་མི་ཚོའི་མཐུན་ལམ་བྱ་རྒྱུ་གལ་ཆེན་པོ་ཡིན། མི་བཤད་གྲྭ་བ་འགའ་རེ་ནི། བོད་མིར་མཐོང་ཆུང་ཆེ་ཤོས་བཤད་མཁན་ཡོང་སྲིད་ཀྱང། རྩ་བ་ང་ཚོ་རྒྱ་གར་འཕགས་པའི་ཡུལ་ཞེས་འབོད་པ་ལྟར། བོད་མི་དགེ་ཕྲུག་དང་རྒྱ་གར་བ་ང་ཚོའི་དགེ་རྒན་ལྟ་བུ་ཡིན། ཕྱིར་དུ་བཅོམ་ལྡན་འདས་ཡེ་ཤུ་མེད་ན་བོད་ཡུལ་མུན་པའི་ལམ་དུ་ལུས་ཏེ་ད་གཟོད་ང་ཚོས་མགོ་བཏེགས་སྟངས་འདི་ཤེས་མི་ཐུབ། དེ་བཞིན་རྒྱ་གར་དང་བོད། ལོ་སྟོང་ཕྲག་གི་འབྲེལ་བ་ཡོད་པའི་ཉེར་ལེན་གྱིས་ང་ཚོ་བཙན་བྱོལ་བ་རྒྱ་གར་གྱི་ཁྱིམ་མཚེས་རྒྱལ་ཁབ་འདྲ་འདྲའི་ནང་ནས་མི་འདྲ་བའི་ཙམ་གྱིས་ང་ཚོ་བདག་སྤྲོད་དང་གཅེས་སྐྱོང་བྱེད་པ་འདི་དག་བཀའ་དྲིན་ཤིན་ཏུ་ཆེན་པོ་ཡིན། ཚུར་བཤད་སྟངས་བཟང་ངན་ལ་མ་ལྟོས་པར་ང་ཚོ་ཕར་བཤད་སྟངས་ཀྱི་ཐད་ལ་བུ་མོ་ཚོ་ཚུར་མཐུན་གཉོམ་ཆུང་ཡག་པོ་འདུག་ཟེར་གྱི་མཐོང་ཚུལ་ཡོང་བ་ཞིག་ངེས་པར་དུ་བཤད་དགོས། དེ་ནི་འཕྲལ་ཕུགས་གཉིས་ཀ་དགོས་པ་ཆེན་པོ་ཡོད། རྒྱ་གར་བ་ཤེས་ལྡན་ཡ་རབས་ཚོའི་བུ་མོ། ཞེས་ཐག་པ་ནས་དགའ་བོ་ཞེས་པ་དང་ང་ཚོ་བ་སྤུན་ཡིན་ཟེར་བ་ལྟར་ང་སུས་ཀྱང་མཐུན་འབྲེལ་གང་གཟབ་བྱེད་དགོས། རྡ་རམ་ས་དང་བདུད་བློན་འབྲེལ་བ་མི་དམན་ཙམ་ཡོད་པ་ལྟར། ང་ཚོའི་མི་མང་ནས་འབྲེལ་བ་ལེགས་པོ་བྱ་ཆེད་གར་ཆེན་པོ་འདུག་དེ་ནི་གཞིས་སྒར་གཅིག་གི་དོན་ཙམ་མིན་པར་བོད་བཅུའི་དོན་དུ་རྒྱ་གར་དང་འབྲེལ་བ་ལེགས་པོ་དགོས་པ་གར་ཆེན་པོ་ཡིན།

ཡག་པོ་ཞིག་དགོས། ད་ཕན་གཞིས་ཆགས་ས་གནས་ཁག་ལ་ཡོལ་བ་དང་འབྲེལ་བ་ཡག་པོ་ཡོད་རྒྱུན་དུ་ཤོབ་ཏེ་སྡོད་དགོས་དུས་ག་ཚོད་ཕྲན་བུ་ཕྲན་བུ་ཤོ་རིས་བྱུང་ན། ཆུང་ཐོག་ཆུང་ཐོག་ལ་ཐག་བཅད་པ་མ་གཏོགས་དེ་འདྲའི་རྐྱེན་པས་ཤོག་འཐེན་ཤེས་པ་ལྟ་བུ་བྱུང་ན་ཡག་པོ་མ་རེད། ཡོལ་བ་ཚོ་དང་མཐུན་ལམ་བྱ་རྒྱུ་དེ་ང་ཚོའི་རྩ་དོན་གཅིག་ཡིན་ཙང་ཡག་པོ་སེམས་ལ་ངེས་པ་བྱས་ནས་ལག་ལེན་བསྟར་དགོས། རྒྱ་གར་ནང་ས་ཆ་ཐོབ་རྒྱུ་དཀོན་པོ་དང་དཀའ་ངར་ཆེན་པོ་རེད། རྒྱ་གར་རང་གི་ཡུལ་མི་ནང་ལ་ས་ཆ་མ་ཐོབ་པའི་མི་མང་པོ་རེད། ད་གིས་རང་ལ་ལམ་ཁ་དང་བུད་མེད་སྐྱོ་བོ་ག་ཚོད་ཅིག་འདུག་ཁོ་ཚོ་ས་ཆ་མེད་པའི་མི་རེད་ཟེར་རྒྱུ་འདུག་འདི་ཁུལ་དབྱིན་ཡུལ་རང་ལ་ས་ཆ་མེད་པའི་དཀའ་ངར་ཡོད་པའི་ཡུལ་མི་སྟོང་ཕྲག་ཡོད་ལུགས་སྐད་ཆ་བྱུང། དེ་དང་རྟེན་འབྲེལ་རྒྱ་གར་རང་གི་ཡུལ་མི་ས་ཆ་མེད་པའི་དཀའ་ངལ་ཡོད་བཞིན་དུ་ང་ཚོ་སྨུག་ས་རྒྱུའི་མཐུན་རྐྱེན་དང་གོ་སྐབས་འདི་འདྲ་ཐོབ་པ་རྩ་བ་ཆེན་པོ་མ་རེད་དམ། རྒྱ་གར་ལོང་བ་སྐྱོ་བོ་དང་དཀའ་ངལ་སྣེ་མང་ཡོད་པ་ཞིག་རེད། ང་ཚོའི་སྨུག་ས་རྒྱུའི་རོགས་རམ་དང་ཐུགས་ཁུར་ཆེན་པོ་གནང་ཡོད། དེ་མཚུངས་ཚོགས་མི་རྒྱ་གར་གྱི་བཀའ་ཁྲི་དྲན་པའི་ཐོག་ནས་ཡུར་མོ་མཐུན་ལམ་ཡག་པོ་དང་གཟབ་གཟབ་བྱེད་དགོས། རྒྱ་གར་ཡུར་མོ་ཚོ་དང་མཛའ་མཐུན་གང་གཟབ་བྱེད་དགོས་པ་ཤིན་ཏུ་གལ་གནད་ཆེ་བའི་རྩ་དོན་ཞིག་ཏུ་ངོས་འཛིན་བྱས་ཤིང། ད་ཕན་རང་རེའི་གཞིས་སྒར་ཆེ་ཁག་ནང་ཞང་མོའི་འཕྲུལ་འཁོར་བེད་སྤྱོད་བྱེད་བཞིན་པ་ཚོ་ནས་ཉེ་འཁོར་རྒྱ་གར་གྲོང་གསེབ་པ་ཚོས་དགོས་འདུན་བཏོན་ན་འཕྲུལ་འཁོར་གཡར་གཏོང་རོགས་རམ་བྱེད་བཞིན་པ་ལྟར། ད་དུང་དེ་འདྲའི་རང་ཕྱོགས་ནས་རྒྱ་གར་ཡུར་མོ་ཚོ་ཕན་གྲོགས། རོགས་རམ་གང་ཐུབ་ཅི་ཐུབ་བྱས་ཏེ་ཁོ་ཚོའི་བོད་མིར་སྒང་གི་ཡུལ་རང་ཡོད་པ་ཞིག་ཅིས་ཀྱང་བཤད་དགོས་པ་དང་ག་དུས་རྒྱ་གར་ཡུལ་མི་དང་ཕྲན་བུའི་ཤུ་རིས་བྱང་བའི་སྐབས་སུ་ཡང་རང་ཕྱོགས་ནས་ཁོག་ཡངས་ཕམ་ཁུར་ངེས་པར་བྱེད་དགོས་པ་ལས་རྒྱ་གར་མི་མང་ས་ཆ་མེད་པ་ས་ཁྱོན་མདོ་ཙམ་ཐུབ་པའི་བཙོན་ས་མེད་རྒྱུའི་ཁ་ཚུལ་འཕྲལ་བཟང་རུ་ཤེས་ན་གཏན་ནས་མི་འགྲུབ་ང་ཚོའི་གཞིས་སྒར་ཁག་གནས་སྟངས་རིམ་བཞིན་ཡར་རྒྱས་བཞིན་པ་དང་ས་འབྲེལ་རྒྱ་གར་གྲོང་གསེབ་པ་ཚོ་གནས་སྟངས་སྔར་མུར་ལྟར་བསྡད་ན་ཁོ་ཚོའི་བསམ་བློའི་ནང་ཤུལ་མ་ཐུབ་རྒྱུའི་རང་རེའི་མི་དགའ་བའི་བསམ་ཚུལ་ཡོང་རྒྱུ་གདོན་མི་ཟ་བར་བརྟེན། རང་རེའི་ཡར་རྒྱས་ཕྱོགས་སུ་སྐྱོད་པ་དང་ཆབས་ཅིག་སེ་འབྲས་རྒྱ་གར་གྲོང་གསེབ་པ་ཚོ་ཡང་ཡར་རྒྱས་འགྲོ་ཐུབ་པའི་ཐབས་ཤེས་སློབ་སྟོན་དང་རོགས་རམ་བྱེད་ཐུབ་ལྷག་བསམ་རྣམ་དག་གིས་བཤད་དགོས། འབྲེལ་ཡོད་ལམ་སྟོན། སྤྱི་ལོ་གཅིག་སྟོང་དགུ་བརྒྱ་དུ་བཅུ་དོན་དོན་ཟླ་བརྒྱད་པའི་ཚེས་གཉིས་ཉིན། ཀུ་ལི་སྒར་དོན་བདེ་ཀློང་ཡིག་སྒར་རྩེ་གསར་བའི་བཀའ་སློབ་བོད་ཤང་ཤེས་འབྲེལ་ཁང་གཅིག་དང་དགུ་བརྒྱ་བདུན་ཅུ་ཐོན་རྗེས་ཤོག་ངོས་ལྔ་བཅུ་ང་དྲུག་ནས་ལྔ་བཅུ་ང་དྲུག་བར་ཞུགས་སོ། ཤེས་ཡོན་སློབ་སྦྱོང་ཤེས་དགོས་པ་དང་ཤེས་ཡོན་བེད་སྤྱོད་མ་ནོར་བ་ཤེས་དགོས་པའི་སྐོར། ང་ཚོའི་ལྟོ་གཞི་ཟ་རྒྱན་མཐོང་རྒྱུ་ཡོད་པ་ཙམ་གྱིས་མི་འགྲུབ་པར་མིའི་བསམ་བློ་ཤུགས་པོ་བཟོ་དགོས། དེ་ལ་རྒན་པ་དང་གཞོན་པ་གཉིས་ཡོད། གཞོན་པ་ཚོའི་བསམ་བློ་ཤུགས་པོ་བཟོ་ཐབས་ནི། སློབ་གྲྭ་ཁག་མང་བརྩིགས་པོ་འདི་རྣམས་ཡིན། སློབ་ཕྲུག་ཚོས་གདོང་འདུས་ཀྱི་ཤེས་ཡོན་དགོས་ལ་བོད་པའི་གོམས་གཤིས་བཟང་པོ་རྣམས་ཀྱང་མ་བརླག་པ་དགོས་པ་ལྟར། བོད་པའི་སློབ་གྲྭ་ཁག་ལོགས་སུ་བཙུགས། ཆུ་རྒན་སྦྲ་ཆེན་བཙུགས་ཞེས་པའི་དགོས་དོན་ཡང་དེ་འདྲ་རེད། དེ་ལྟའི་དགེ་རྒན་ཚོ་དང་ཕྲུ་གུ་ཕ་མ་ཚོས་གཟབ་གཟབ་བྱེད་དགོས། རྒན་པ་ཚོས་རྒྱུན་དུ་སློབ་གྲྭར་ཞུགས། འཛོན་གྲྭ་ཚུགས་འགྲོར་བྱ་དགོས་པ་མིན་ཡང། རྒྱུན་དུ་སོ་སོའི་དོ་སྣང་བྱས་ཏེ་ཡི་གེ་མ་ཤེས་མཁན་ཚོར་ཤེས་ཐབས་བཤད། གསར་ཤོག་འདྲ་ཀློག། གཞན་དག་ལ་ཀློག་བཅུག་སྟེ་སོ་སོའི་ཉན། ཆུ་ཚོད་དྲ་ལམ་མི་ཡང་སྒུལ། གང་ཐུབ་ཀློག་ཤེས་ཐུབ་པའི་ཐབས་ཤེས། བཤད་རྒྱུ་ཡིན་ན། རིམ་པས་བསམ་བློའི་གནས་ཚད་མཐོ་རུ་ཕྱིན། ཤེས་རྒྱ་མཐོང་རྒྱ་མཐོ་རུ་ཕྱིན་ཏེ་ཕན་ཚུན་གཅིག་ཕན་གཅིག་རེད། ཆོས་དང་འཇིག་རྟེན་གང་ཡིན་ཀྱང་ཡི་གེ་ཞིག་ཤེས་བསམ་བློ་ཕྲན་བུ་མང་དུ་ཕྱིན་པ་ཡིན་ན་དེ་ཚོད་ཀྱི་རླབས་ཆེ་རུ་ཕྱིན་ནས་ཕན་ཐོགས་ཡོང་གི་རེད། ཟློས་གར་གཞན་དག་ལ་ཤེས་ཡོན་ཚོགས་ཆུང་ཡོད་པ་ལྟར་ཁྱེད་རང་ཚོས་ཀྱང་དེ་བཞིན་ཤེས་དགོས། དེ་ལོངས་ཁུག་གི་མོ་ལྟ་བུ་གང་ཡང་མི་ཤེས་མཁན་ཞིག་ཡིན་ཀྱང་དེ་མུར་གཡུག་མ་ཤག་པའམ་འབད་བརྩོན་བྱེད་དགོས། ཇི་ཙམ་སོ་སོའི་ཤེས་རབ་འཕེལ་བའི་ཚུལ་བརྒྱུད། ཕྲན་དང་ཕུགས་ལ་ཕན་གྱི་རེད། རྒྱུ་མཚན་དེ་འདྲ་ཡིན་དུས་ཤེས་ཡོན་ལ་དོ་སྣང་ཆེ་ཙམ་བྱེད་དགོས། ཁྲིད་ཡུལ་ལམ་སྟོན་བཅུ་ལོ་བཅུ་སྟོང་དགུ་བརྒྱའི་དུས་སྟོན་སོན་ཟླ་དང་པོའི་ཚེས་ཉེར་གཅིག་རྩ་ལྔ་ཉིན། ཨུ་རུ་སུ། ཕུན་ཚོགས་ལོངས་ཞེས་སྒེར་ལ་བསྩལ་བའི་བཀའ་སློབ་བོད་ཤང་དྲིལ་བསྒྲགས་ཁང་གཅིག་སྟོང་དགུ་བརྒྱ་བདུན་སྟོན་བརྒྱད་ཤོག་ངོས་དྲུག་ཅུ་ནས་དྲུག་ཅུ་རེ་གཉིས་བར་གཤེགས་སུ། མིའི་ནུས་པ་ཆ་ཚང་བེད་སྤྱོད་ཤེས་ཐུབ་པ་ལ་ཤེས་ཡོན་དགོས། ཤེས་ཡོན་ནི་ཧ་ཅང་གལ་ཆེན་པོ་ཡིན། སོ་སོའི་སྐབས་སུ་འབབ་པའི་སློབ་ཚན་རྣམས་གཟབ་གཟབ་བྱས་ཏེ་སློབ། སློབ་སྦྱོང་ཟེར་བ་ནི་ཆ་རྐྱེན་གཅིག་ཡིན་ཤེས་ཡོན་དང་ལྷག་བསམ་བཟང་བོ་གཉིས་ཟང་དུ་འབྲེལ་ཐུབ་ན། རང་ལ་ཡང་མི་ཚེ་དོན་དང་ལྡན་པ་ཞིག་དང་གཞན་ལ་ཡང། ཡོང་ཐུབ། འཕྲལ་ཡུལ་ལམ་སྟོན་གཅིག་སྟོང་དགུ་བརྒྱ་བདུན་སྟོང་གསུམ་དག་སྟོང་དགུ་ཚེས་བཞི་ཉིན། འདི་ལོ་ཨ་ཤུ་ཀ་མགྲོན་ཁང་དུ་འདི་ལོ་ཡོད་པའི་བོད་རིགས་མཐོ་རིམ་སློབ་ཕྲུག་ཁག་ཅིག་ལ་རྩ་བའི་བཀའ་སློབ་བོད་ཤང་དྲིལ་བསྒྲགས་ཁང་གཅིག་སྟོང་དགུ་བརྒྱ་བདུན་བདུན་བརྒྱད་ཤོག་ངོས་དྲུག་ཅུའི་ནང། ཁྱེད་རང་ཚོ་སློབ་སྦྱོང་གི་གོ་སྐབས་བཟང་པོ་བྱུང་པོ་འདུག་དུས་ཚོད་ཆུད་ཟོས་སུ་མ་གཏོང་པར་གཟབ་གཟབ་བྱེད་དགོས་སློབ་སྦྱོང་ཡག་པོ་བྱེད་དགོས་ཧ་ཅང་གལ་ཆེན་པོ་རེད་ང་ཚོ་མི་རིགས་རྣམས་འཛམ་བུ་གླིང་གི་མི་གྲི་ལ་འཚེ་བ་དང། གཅིག་འབྲེལ་གདན་ཐོག་ལ་ལོངས་སྤྱོད་ཐུབ་པ་ཡོད་པ་ལ་གཙོ་ཆེ་ཤོས་ཤིན་གྱི་ཆ་ནས་ཚད་བླངས་དགོས། ང་ཚོའི་མི་རིགས་ཀྱི་གཞི་རྩའི་གནས་སྟངས་ཡག་པོ་ཡོད་ན་ཡང། དུས་ཚོད་རྒྱས་ཟིན་ཐུབ་པ་ཞིག་ང་རང་ཚོའི་ངོས་ནས་ཤེས་མ་ཐུབ་པ་རྗེས་ལུས་ཐེབས་ཏེ་ང་ཚོ་གྱོང་ཆེན་པོ་ཕོག་པ་རེད། དེ་གུན་གསབ་དང་དུས་ཚོད་བཅས་རྒྱས་ཟིན་ཐུབ་པ་དེ་ཤེས་ཡོན་གྱི་ཐོག་ནས་ཤེས་དགོས་པ་ཡིན་དུས། ད་ལྟ་ཁྱེད་རང་ཚོ་གོ་སྐབས་ཡག་པོ་ཐོབ་པའི་སྐབས། འདོད་སྙོམས་ལ་རུས་པ་བཅངས་ནས་གཟབ་གཟབ་ཀྱིས་རང་ལ་ཤེས་བྱའི་ཡོན་ཏན་ཡོད་པ་དེ་ཤེས་བྱའི་བེད་སྤྱོད་ཡག་པོ་ཞིག་བྱེད་དགོས། བེད་སྤྱོད་ཡག་པོ་ཤོང་ན་སོ་སོའི་ཤེས་ཡོན་ཡོད་པས་དོན་དངོས་ཆོད་པ་རེད། བེད་སྤྱོད་ཡག་པོ་མ་ཤོང་ན་སོ་སོའི་ཤེས་ཡོན་ཆེན་པོ་ཡོད་ཀྱང་དེ་འདྲ་ཞིག་རེད། བེད་སྤྱོད་ཡག་པོ་ཡོད་པ་ནི་རྩ་བ་ལྷག་བསམ་ལ་རག་ལས་པ་དང་རེད། རང་ཉིད་མི་བཟང་བོ་ཞིག་ཡོད་པ་དང་གཞན་ཕན་གྱི་བློ་ཡོད་པ་ཞིག་ངེས་པར་དུ་བསམ་བློ་གཏོང་དགོས། ཁྲིད་ཡིག་ལམ་སྟོན་གཅིག་སྟོང་དགུ་བརྒྱའི་བདུན་ཅུ་དོན་དོན་དག་བརྒྱད་པའི་ཚེས་གཅིག་ཉིན། སྦེང་ལོར་དུ་རང་རིགས་མཐོ་རིམ་སློབ་གྲྭ་ཁག་ཅིག་ལ་བསྩལ་པའི་བཀའ་སློབ། བོད་ཤང་དྲིལ་བསྒྲགས་ཁང་གཅིག་སྟོང་དགུ་བརྒྱའི་བདུན་ཅུ་དོན་བརྒྱད་ཤོག་ངོས་དྲུག་ཅུ་རེ་ལྔ་ནས་དྲུག་ཅུ་རེ་དྲུག་བར་བཞུགས་སོ། ང་ཚོ་མི་ཐོག་འདི་ཆོས་ཀྱི་ཐོག་ལ་ཡག་པོ་ཡོད་མ་གཏོགས་སྤྱིར་བཏང་ཤེས་ཡོན་གྱི་ཐོག་ལ་ཧ་ཅང་སྐྱོ་བོ་རེད་ངོ་ཚ་དགོས་པ་ལྟ་བུ་འདུག་མི་མང་པོ་ཞིག་ནས་སོ་སོའི་ཡི་གེ་ཡང་མ་ཤེས་ན་གནས་ལུགས་གཞན་དག་ག་ནས་ཤེས། ཧ་ཅང་བློ་རྒྱ་ཆུང་ཆུང་རེད། ང་ཚོ་ད་ལྟ་རྒྱ་གར་ལོངས་པའི་ནང་སྡོད་པའི་རང་ལ་ཡང། ང་ཚོ་མི་དྲག་འདི་ཚིག་པ་ཞིག་སྟེ་ལྟོ་གོས་འཚོལ་དགོས་པ་མ་གཏོགས། གླེན་པ་གང་ཡང་མི་ཤེས་མཁན་ཞིག་ཤི་སྟེ་སྡོད་དགོས་བྱུང་ན། ལྟོ་ཚིག་ཤེས་ཀྱི་མ་རེད། བོད་མི་རིགས་སྤྱིར་བཏང་གི་ཆ་ནས་བསམ་བློ་བཏང་ན་ཡང་ཞབས་འདྲེན་དང། ངོ་ཚ་བའི་རང་བཞིན་རེད་མ་གཏོགས་བཟོ་བྱེད་གང་ཡང་མ་རེད། ཁྲི་སེར་མིའི་ལོངས་པར་མི་དྲག་འདི་ཚིག་པ་ཞིག་དང། བོད་མི་རིགས་སྤྱིའི་མཚན་མཐོང་ལ་རྒྱ་ཆ་ནས་ཀྱང་ཚད་ལོངས་པ་ཞིག་དགོས་པ་ཡིན་དུས། ཤེས་བྱའི་ཡོན་ཏན་ངེས་པར་དུ་དགོས་པ་ཡིན། ཁྲེལ་ཡོད་ལམ་དང་སྤྱི་ལོ་གཅིག་སྟོང་དགུ་བརྒྱའི་དུས་སྟོན་དུ་བདག་མདུན་པའི་ཚིག་གསུམ་གྱི་སྲོག་གཅིག་ཉོན། མོན་གྷོ་མདོ་དགུའི་ལོང་མང་ཚགས་ལ་བཙིར་བའི་བཀའ་སློབ། བོད་ཤང་དྲི་བྲལ་ཁང་གཅིག་སྟོང་དགུ་བརྒྱའི་དུས་སྟོན་རྗེས་ཤོག་དངུལ། དྲུག་ཅུ་རེ་བདུན་ལ་བཞུགས་སོ། སྔོན་དུ་གོ་ཐོས་དང་བར་ཐལ་ལམ་བཟོ་ཁག་ལ་མཚམས་སྲོལ་ལྟ་རྟོག་ཏུ་གཏོང་བའི་བྱང་ཞབས་ནས་གནས་ལུགས་བརྗོད་གསར་ལྟར། མདོར་ཆེ་མཐོ་ཚང་མ་ཐུགས་ཁྲལ་ཆེ་བ་དང། ལས་ཤོག་ཆེ་བ་ཡོད་པ། དེ་འདྲའི་ཆུ་ཚོད་དགོས་ཡོང་དང་རྒྱ་གར་ལས་བྱེད་ཁག་གི་བར་མཐུན་ལམ་ཟབ་མོ་ཡོད་འདུག་པ་ནི་ངོས་རང་ཧ་ཅང་གི་བློ་བདེའི་དགའ་སྤྲོ་ཆེན་པོ་བྱུང། སླད་ཀྱང་ཁྱེད་ཚོའི་ཁྱིམ་པ་དང་ང་ཚོའི་གྲྭ་བ། ཁོ་ཚོའི་ཆོས་གཞི་གང་དྲུག། ཁོ་ཨ་མདོ་ང་ཁམས་པདྨོ་དབུས་གཙང། ཆུ། དབུལ་བ་ཟད་ནས་མགོ་བོ་མ་ཚོས་པར། དོན་མ་གོ་བསམ་བློ་ཡ་མཚན་དང་སྐད་ཆ་ཆེ་མཚར་བཤད། ཕྱོགས་ཞེན་ཡིན་ཁར་རྒྱུའི་བློ་ཆང་ཕན་དག་ཐུམ་པ་ཁ་བྲལ་འགྲོ་བ་སོགས་ཀྱི་དཀྲོག་རྐྱེན་མི་བཤང་བ་ཞིག་ངེས་པར་དུ་ཤེས་དགོས། འདིར་ཁྱེད་ཚོ་སྨུག་སར་ཤོད་དགོས་མེད་རང་གཤིན་རྗེ་གང་ས་ནས་འདི་ལྟའི་སྐྱོན་མི་ཡོང་བ་ཞིག་སེམས་བཤགས་བྱེད་དགོས། འགའ་ཞིག་ནི་ཧ་ལམ་ཨང་སྡུག་དང་ཁམས་པ་ཟེར་དུས་བོད་པ་མིན་པའི་བསམ་བློ་གཏོང་གི་ཡོད་སྲིད་འདུག་འདི་ནི་ནོར་འཁྲུལ་རེད་ནོར་འཁྲུལ་ཧ་ཅང་ཆེན་པོ་ཞིག་རེད། ང་ཨ་མདོ་ས་སྐྱའི་རྡོ་སྐྱིད་ཀྱི་མི་ཞིག་ཡིན་ང་བོད་པ་རེད་དམ་མ་རེད། མཚམས་འདིར་གོང་ས་མཆོག་གི་ཞལ་འཛིན་པའི་ངང་ནས་ཚང་མར་གཟིགས་ཞིབ་ཡུད་ཙམ་ཞུ་དེ་ནས་མུ་མཐུད་ཨ་མདོ་བ་ཡིན་རང་དབུས་གཙང་བ་ཡིན་རང་དབུས་བ་ཡིན་རང། གཞན་དག་བུ་སློང་བ་གང་གི་མི་ཡིན་རང་ཚོང་མ་བུ་པ་རེད་ཚོང་མ་བུ་རིགས་རེད་ཚོང་མ་མི་རིགས་གཅིག་རང་རེད་མ་གཏོགས་གཞན་གྱི་འབྲེལ་ཡོད་མི་རིགས་གཞན་དག་གང་ཡང་མ་རེད། ཚོང་མ་བོད་རྒྱལ་ཁབ་ཅིག་གི་ནང་ལ་འཚར་ལོངས་ཤིག་ཚོང་མིའི་སྐྱིད་སྡུག་མཉམ་དུ་མྱོང་མཁན་ཤ་སྟག་རེད་ཚོང་མིའི་དམིགས་ཡུལ་གཅིག་རང་རེད། ཚོང་མིའི་བོད་ཆོལ་ཁ་གསུམ་གྱི་མི་མང་ཐམས་ཅད་གཅིག་སྒྲིལ་གྱི་ཐོག་ནས་བོད་རྒྱལ་ཁབ་དང་རང་དབང་རང་བརྩི་བསྐྱར་དུ་ལོན་ཐབས་ལ་འབད་བརྩོན་བྱེད་བཞིན་དུ། ཡང་འགའ་ཞིག་གི་ནང་འཁོར་དབྱིན་ཇི་བརྒྱུད་བཤད་སྟངས་ཐབས་སྡུག་ལག་ལེན་བསྟར་ན། རྩ་བའི་དམིགས་ཡུལ་བོད་རིགས་སྤྱི་དོན་ལ་དོན་གྱི་བསམ་བློ་མི་གཏོང་བ་འདི་རིགས་ཀྱི་ནང་དོན་བརྗོད་བཞིན་མགོ་ཚོས་རྒྱུ་མི་འདུག་ཁྱེད་ཚོ་འདིའི་ཐད་ལ་གོ་བ་ཡག་པོ་ཞིག་ཆགས་པ་ཤེས་དགོས། གོང་ས་ལྕམ་སྐུ་ཏཱ་ལི་བླ་མ་རིན་པོ་ཆེ་མཆོག་ཟླ་ལ་ཧའོ་སི་ཆིབས་བསྒྱུར་བཀྲིན་ཆེ་སྐབས་བོད་རིགས་ས་ཆའི་མི་མང་རྣམས་ལ་བཀའ་སློབ་སྩལ་རྗེས་གསར་བ་དང། ལྕམ་པ་ཁོར་བུ་མོ་ལམ་ལམ་ལི་བ་རྣམས་ལ་བཀའ་སློབ་སྩལ་པ། སྤྱི་ཤོག་བདུན། གའོ། བོད་རྒྱ་ལོ། གཅིག། སྟོང་དགུ་བརྒྱ་སུམ་ཅུ་སོ་བཞི། སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ། འབྲི་ཚ། བྲིས་མ། དེབ་སེར་བོ་ཤོག་ངོས། བཞི་བཅུ་ནས་བཞུགས།